ཨ་ནི་སྨོན་ལམ་སྐབས་སུ་གཅིག་ཆགས་ཡོང་བ་རེད་ཚང་མས་མཐུན་གྱི་ཡོད་རྒྱུ་རེད་ཨ་ནི་ད་ད་རིང་ཨ་ནི་ཡོང་བའི་སྐབས་ལ་ཨ་ནི་ཆོས་འབྲེལ་ད་ད་ང་ང་ཚོ་གྲོས་འཇོག་སོང་ཕྱིར་ཕྱི་དྲོ་ཚེ་དབང་དོན་ཡ་དང་སངས་རྒྱས་ཛམ་བྷ་ལའི་དབང་བསྐུར་ཡ་ཡོང་ད་དེ་འདྲའི་གི་ཨ་ནི་ཆོས་འབྲེལ་རེད་དེ་ཡོད་རེད་དེ་ཡིན་དུས་ད་ང་རང་ཚོ་ཆོས་ཉན་པའི་སྐབས་སུ་ཡིན་ན་ཡང་རེད་ག་དུས་ཡིན་ན་ཡང་ཐོག་མ་དེ་ལ་ཡ། གལ་ཆེ་ཤོས་དེ་ག་རེ་རེད་ཟེར་ལབ་པ་ཡིན་ན་ཀུན་སློང་ཡག་པོ་བཅང་རྒྱུ་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད། ཀུན་སློང་ཡག་པོ་ཟེར་ན་ནི་བསམ་པ་བཟང་པོ། ད་ཀུན་སློང་ཡག་པོ་བྱེད་ནའང་རེད་དབང་ཆོས་ཉན་པ་ཡིན་ན་དེ་ལའང་ནི་འགལ་བ་དཔག་ཏུ་མེད་པ། རང་རྒྱུད་ལ་ཡིན་ན་ཡང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད། དཔེར་ན་ང་རང་ཚོ་མ་འོངས་པ་ལ་ག་འདྲའི་ཡོང་གི་ཡོད་མེད་དེ་ད་ལྟའི་ཀུན་སློང་ལ་རག་ལས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་ནི་ད་ལྟ་ནས་ཀུན་སློང་ཡག་པོ་གསར་ཐོབ་རྒྱུ་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་དེ་ཡོད་རེད། དེ་དེ་ཡིན་དུས་ཀུན་སློང་རྣམ་པར་དག་པའི་བྱང་ཆུབ་ཀྱི་ཕྱོགས་སུ་ཐུགས་བསྐྱེད་དགོས་ཡ་དེ་བྱེ་བྲག་གི་གལ་ཆེན་པོ་རེད་དེ་མ་གཏོགས་ཀུན་སློང་ད་གང་སྲིད་ཡང་ལྟད་མོ་ལྟ་གང་འདྲ་བོ་ཡོང་བ་བྱས་འདུག་ཅེས་བསྡད་པ་ཡིན་ན་དུས་ཚོད་འཕྲོ་བརླག་འདྲ་བོ་རེད་དེ་ཡིན་དུས་རྩ་ནས་ཀུན་སློང་རྣམ་པར་དག་པའི་བྱང་ཆུབ་ཀྱི་ཕྱོགས་སུ་ནི་ཐུགས་བསྐྱེད་ནས་གསལ་བཏབ་ཡོད་དེ་གལ་ཆེན་པོ་བྱས་དེ་ནི་ད་ང་རང་ཚོ་འཕྲོ་རང་འཕྲོ་ལ་ཆ་བཞག་པ་ཡིན་ན་ད་བོད་རིགས་སྤུན་ཟླ་ཕལ་ཆེར་མང་ཤོས་འདྲ་བོ་རེད་འདུག་བ་ཕྱི་རྒྱལ་ལུང་པ་ལ་དེ་ནས་ཡིན་དུས་ཙམ་ལས་ན་ང་རང་ཚོ་མིའི་རླུང་པ་ལ་དད་པའི་གནས་སྐབས་སུ་ཐོག་མར་དེ་ལ་ཡ་གལ་ཆེན་པོ་དེ་ག་རེ་འདུག་ཟེར་ལབ་པ་ཡིན་ན། ཨ་ནེ། ཡུག་ཆུ་འཐུང་ནས་ཡུག་ཁྲིམས་འཁྱེར་ཟེར་བ་ནང་བཞིན་བྱས་ནས་ལུང་པ་འདི་གི་ཁྲིམས་ག་འདྲས་ཡོད་མེད་དེ་མཁྱེན་དགོས་ཡ་དེ་ཤི་ད་རང་གི་གལ་ཆེན་པོ་རེད། ཁྲིམས་དེ་ཡག་པོ་མཁྱེན་པ་ཡིན་ན་དེ་ནི་སོ་སོ་ལས་ཀ་བྱས་ཁར་ཕྱིན་པ་ཡིན་ན་ཡང་རེད། ཨ་ནེ་ག་བར་ཕྱིན་པ་ཡིན་ན་ཡང་དཀའ་ངལ་མེད་པའི་ཡག་པོ་ཡོང་གི་རེད་དེ་འདྲས་ཡིན་དུས་ཙམ་ལས་དང་པོ་ཐོག་མར་དེ་ལ་ཡ་ལུང་པ་དེ་གི་ཁྲིམས་དེ་མཁྱེན་དགོས་རྒྱུ་ཤི་ད་གལ་ཆེན་པོ། དེ་ནས་དེ་བཞུགས་པ་ལ་གླིང་ཁྲིམས་དེ་མཁྱེན་ཚར་བ་ཡིན་ན་དེ་ནས་སོ་སོ་ལ་དཀའ་ངལ་མེད་པ་གཞན་པ་ལ་དཀའ་ངལ་མེད་པ་ཡག་པོ་ཡོང་གི་རེད་དེ་འདྲའི་འདོད་ཚང་ནས་དེ་ད་རིང་དེ་ལ་ཨ་ནུ་ཆོས་འབྲེལ་བུ་ཡོད་དེ་ཚེ་དབང་ཡིན་པ་རེད་དེ་ཚེ་དབང་ཟེར་ནས་ང་རང་ཚོ་ཚང་མ་སུ་དང་སུ་ཡིན་ན་ཚེ་རིང་པོ་དེ་ཡལ་ལ་དགའ་བོ་དང་ཚེ་རིང་པོ་དེ་གང་ངེ་རྐྱང་རྐྱང་ཡིན་པ་རེད།

ཁ་རག་འཕྲོག་རླག་མ་འགྲོ་བའི་ཆེད་དུ་སྨན་འདྲ་མི་འདྲ་དེ་འདྲ་བརྒྱབ་བྱེད་དུས་རྩ་ནས་ད་དེ་ཚོ་སྟག་ལྤགས་བཟས་བསྡད་པ་ཡིན་ན་གཟུགས་པོ་ལ་དེ་བཞིན་གནོད་ཀྱི་མེད་དོ་བསམ་བསམ་རེད་བ་ད་ཁུག་དེ་འདྲ་ཡིན་དུས་རྩ་ནས་ཚང་མའི་ཕྱི་ཡི་ད་སོ་སོ་གི་ཡང་ནི་འཕྲོད་བསྟེན་གྱི་སྒོ་ནས་ནས་ཚེ་རིང་པོ་ཡོང་ཡ་ཐབས་ཤིག་བྱེད་དགོས་འདི་ཞེ་དྲག་གི་གལ་ཆེན་པོ་དེའི་ནང་ནས་ཀྱང་ཁོར་ཡུག་གཙང་མ་བྱས་ནས་མཁའ་རླུང་གཙང་མ་བཞག་དགོས་འདི་ཞེ་དྲག་གི་གལ་ཆེན་པོ་རེད་ཁོར་ཡུག་གཙང་མ་ལ་ཡང་རག་ལས་ཀྱི་ཡོད་རེད་ང་རང་ཚོ་ཚེ་རིང་པོ་ཡོང་ཡ་ལ། དེ་ནས་དག་སྣང་གི་སྒོ་ནས་ཐབས་ཤེས་བྱས་ལ་དེ་ནས་དབང་བཞུ། མཚམས་ཏེ་སྔགས་བསགས་དེ་འདྲ་བྱས་པ་ཡིན་ན་དེ་ནས་ཚེ་རིང་པོ་འགྲོ་ཡ་ལ་ཡ། ཐབས་ཤེས་དང་ཚེ་བསྲིང་བའི་ཐབས་ཤེས་དེ་འདྲ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ཙམ་ནས་དག་འདི་འདྲ་ཚེ་རིང་པོ་དད་ནས་དད་པའི་སྤྱི་བོ་གི་སྒོ་ཆོད་གི་ཡོད་པ་མ་རེད་ཚེ་རིང་པོ་དད་པའི་མི་ལུས་འདི་ཨ་ནི་དོན་དང་ལྡན་པ་བྱེད་དགོས་པ་དེ་ཞེ་དྲག་གི་གལ་ཆེན་པོ

སློབ་སྦྱོང་བྱས་ནས་དེ་ནི་ལག་ལེན་བསྟར་རྒྱུ་དེ་ཞེ་དྲག་གི་གལ་ཆེན་པོ་རེད། ལག་ལེན་བསྟར་བ་ཡིན་ན་དེ་ནི་སོ་སོའི་རྒྱུད་ལ་ཡིན་ན་ཡང་ཁེ་བཟང་དང་བར་སོང་པ་ཆེན་པོ་ཡོང་གི་རེད། དེ་མ་གཏོགས་གཅིག་གིས་སྐྱབས་སུ་མཆི་བྱས་ནས་བཀའ་སློབ་ཡག་པོ་གནང་སོང་ཟེར་ནས་བཞག་བཞག་པ་ཡིན་ན་ཞེ་དྲག་ཞེ་དྲག་ཞེས་ཕན་ཐོགས་མེད་པ་རེད། དེ་འདྲའི་བཀའ་སློབ་གནང་སྟེ་བཀའ་སློབ་དེ་སེམས་ལ་བཅངས་ནས་ལག་ལེན་བསྟར་རྒྱུ་དེ་ཞེ་དྲག་གལ་ཆེན་པོ། ང་རང་ཚོ་མདོ་ཡི་ནང་དུ་གསུངས་ཡོད་རེད། ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུང་ཞིག་ཟེར་ནས་དང་དབང་ཆོས་ག་རེ་ཞུས་པ་ཡིན་ན་དང་དབང་དེ་ལ་ནི། སོ་སོར་ཡག་པོ་བྱས་ནས་ཉན། དེ་ནས་གཉིས་པ་དེ་ལ་ཡང་བླ་མས་གསུངས་པ་དེ་ཚོ་ཡང་སེམས་ལ་བཞག་ནས་ནི་ལག་ལེན་བསྟར་དགོས་ཀྱི་ཡོད་པ་རེད་དེ་འདྲའི་ཡིན་དུས་ཙམ་ནས་སོ་སོ་དགེ་རྒན་བཀའ་སློབ་དེ་ཚོ་ཡང་སེམས་ལ་བཞག་ནས་ལག་ལེན་བསྟར་དགོས་ནི་ཞེ་དྲག་གི་གལ་ཆེན་པོ་རེད། དེ་ང་རང་ཚོ་ད་ཅི་ད་ནས་ཆོས་བྱེད་ཡ་ལ་དེ་ནས་མི་ལུས་སའི་དེ་ཐོབ་དཀའ་ལས་ཁག་པོ་ཡིན་པ་རེད།

བྱས་རས་ཀྱི་གོ་སྐབས་བྱུང་བ་དེ་དཔེ་མ་སྲིད་པའི་སྐལ་བ་བཟང་པོ་རེད་དྲན། འོ་ད་འདི་འདྲའི་གི་དུས་ཚོད་དེ་དཔེ་མ་སྲིད་པའི་དཀོན་པོ་ཞིག་ཡིན་པ་རེད། དེ་ང་ཚོ་ཆོས་ཉན་ནས་ཉན་པ་ཙམ་མ་ཡིན་པར་དོན་དག་ལ་བསམ་བློ་བཏང་པ་ཡིན་ན་བཏང་བཤད་ངན། དེ་འདྲ་ཡིན་དུས་ཙམ་ནས་ད་འདི་འདྲའི་གི་མི་ལུས་འདུག་དཔེ་མ་སྲིད་པའི་ཐོབ་དཀའ་ལས་ཁག་པོ་ཡིན་པ་རེད། ད་ད་རིང་ཐོབ་པའི་དུས་འདི་ལ་ཨ་ནི་སོ་སོ་གི་དེ་བེད་སྤྱོད་ཡག་པོ་བཏང་ནས་ཨ་ནི་གལ་བ་ཡག་པོ་ཞིག་གྲུབ་པ་ཡིན་ན་ཞེ་དྲག་གི་ཕན་ཐོག་ཆེན་པོ། ཡོད་པར་དེ་མ་གཏོགས་སྤྱི་སྒེར་ནས་འགལ་བ་ཡག་པོ་གྲུབ་མ་ཐུབ་པ་ཡིན་ན་ང་རང་གི་ཚོའི་མི་ཚེ་ལ་ཡང་ཟེར་ཏེ་མི་དྭངས་པའི་རང་བཞིན་ཡིན་དུས་ཙང་ནས་དེ་ནི་ནམ་ཕྱེད་ཆ་མེད་ཡིན་པ་རེད་ག་དུས་ཤི་གི་ཡོད་པ་དེ་ཡོད་མེད་དེ་སུ་གཅིག་གིས་ཧ་གོ་ཐུབ་ཀྱི་མ་རེད་དེ་འདྲ་ཡིན་དུས་ཙང་ནས་མི་དྭངས་པའི་རང་བཞིན་འཆི་བ་མི་དྭངས་པའི་རང་བཞིན་ཡིན་དུས་ཙང་ནས་དེ་ནི་མགྱོགས་པོ་མྱུར་དུ་ཡང་ང་རང་ཚོ་ཆོས་བྱེད་དགོས་པ་དེ་ཞེ་དྲག་གི་གལ་ཆེན་པོ། ཕྱི་ནང་མེད་ད། ང་རང་ཚོ་ནམ་རྒྱུན་ཡིན་ན་གཟུགས་པོ་ཐང་པོ་ཡིན་ད་ད་ལྟ་ང་ཏི་ཟི་ཤིག་གི་མ་རེད་དྲན་གི་རེད་དེ། ཡིན་ན་ཡིན་ད་ཤི་བ་ཟེར་དེ་སུ་གཅིག་ལ་ནི། རྒྱུས་ཡོད་ཡོད་མ་རེད་ཧོབ་དེ་གང་ལ་དེ་འདྲ་ཡོང་གི་ཡོད་པ་ཡིན་དུས་ཙང་ནི་ད་ལྟ་གཟུགས་པོ་བདེ་ཐང་ཡིན་པའི་སྐབས་ལ་ཡང་ནི་དུས་ཚོད་ཡོད་དུས་ཕྱི་ནང་མེད་ད་ཁྱེད་རང་ཚོ་ལས་ཀ་བྱེད་ཡ་དང་སོ་སོ་ནང་གི་ལས་ཀ་རེད་ལས་གོང་གི་ལས་ཀ་རེད་མང་པོ་བྱེད་དགོས་ཀི་རེད་དེ། ཡིན་ན་ཡིན་དུས་ཚོད་སྟོང་པ་ནམ་ཡིན་ལ་ཉི་མ་རེ་རེ་ལ་ནི་དུས་ཚོད་དུ་མ་སོང་ན་བཟོས་ཏེ་ཨ་ནི་ཁྱོད་ཚོ་རེ་རེས་གཉིས་རེ་ཁྱོའི་ཐོག་ལ་བསམ་བློ་བཏང་པ་ཡིན་ན་ཕྱི་ལྟར་གྱི་སྔོན་ནས་དྲང་གནས་ཁོ་རང་དགེ་མཚན་ཆེན་པོ་ཡོད་རེད་ད་ང་རང་ཚོ་ཤི་འགྲོ་བའི་གནས་སྐབས་སུ་ཕན་ཐོག་ཆེ་ཤོས་དེ་ཁྱོའི་མ་ནོར་ཡོང་བ་རེད་དེ་ཡིན་དུས་རྩ་ནས་ད་ང་རང་ཚོ་སུ་དང་སུ་ཡིན་ན་ཤི་ཡས་ནས་ངེས་ཅན་ཡིན་པ་རེད་དེ་ཡིན་དུས་རྩ་ནས་ད་ད་ལྟ་ནས་ཨ་ནི་གྲ་སྒྲིག་དང་མ་སོང་ལ་བྱས་ཏེ་ཨ་ནི་ཆོས་ཡག་པོ་བསྒྲུབས་ནས་ཨ་ནི་སོ་སོ་གི་ལག་ལེན་བསྟར་རྒྱུ་དེ་ཞི་དར་གྱི་གལ་ཆེན་པོ། དེ་ནི་ཆོས་ཡག་པོ་རེད་ད་ཕྱིས་ཕྱིས་སུ་ད་བོད་ཡིག་ཤེས་མཁན་མང་པོ་ཞེ་དྲག་འགྲོ་བ་མི་སྐྱ་ཕོ་མོ་ཡིན་ན་དཔེ་མ་ཟེར་ཡག་པོ་རེད་ཐུགས་རྗེ་ཆེ་དཔེ་མ་ཟེར་ཡག་པོ་རེད་དེ་འདྲ་ཡིན་དུས་ཙང་ནས་དེ་ནི་ཆོས་བདུན་པའི་གནས་སྐབས་སུ་ད་གིས་གོང་དུ་ཤོད་པ་ལྟར་དུ་རེད་ཀུན་སློང་ཡག་པོ་གསར་བཏང་ནས་ད་ང་རང་ཚོ་ད་རིང་འདིར་ལ་མི་ཡག་པོ་མི་མང་པོ་དེ་འདྲ་འཛོམས་དེ་བའི་གནས་སྐབས་སུ་དེ་ནི་ཆོས་བྱས་ཨ་ནི་སྨོན་ལམ་ཡག་པོ་བཏབ་པ་ཡིན་ན་ཡང་འདི་ལ་ནུས་པ་ཞེ་དྲག་གི་ཆད་ཡོད་རེད། སྤྱི་བཏང་དུ་ཆོས་ཟེར་ཡ་དེ་སོ་སོ་ནང་ལ་བསྡད་ན་བྱས་ན་ཡང་འགྲིག་གི་ཡོད་རེད་གང་བ་བྱས་ན་འགྲིག་གི་ཡོད་རེད་དེ་ན་ཡང་མི་མང་པོ་མཉམ་དུ་འཛོམས་ནས་སྨོན་ལམ་བརྒྱབ་ཆོས་བྱས་པ་ཡིན་ན་དེ་ལ་དམིགས་བསལ་གྱི་ནུས་པ་ཆགས་ཉེན་བྱུང་དུས་རྩ་ནས་ད་དེང་སང་ག་ས་ག་ལ་ཡོང་གི་འདུག་རང་བཞིན་རྒྱབ་ངན་སྦྲང་རོགས་དང་ཁ་ཤས་སློབ་དང་དཔེ་ན་སློབ་ཆུང་གནས་ཚད་མཐོང་པོ་བྱས་དེ་ལ་དཔག་ནས་ལས་ཀ་མ་རག་པ་བྱས་འདི་འདྲས་ཀྱི་དཀའ་ངལ་འདྲ་མི་འདྲ་ལ་བརྟེན་ནས་རྒྱུ་མཚན་ཆུང་ཆུང་གཅིག་གིས་དེ་ནས་རང་སྲོག་བློས་བཏང་བ་འདི་འདྲས་མང་པོ་ཡོང་གི་འདུག་བ་དེ་འདི་ཚོ་ཆོས་མ་ཤེས་པའི་རྒྱུ་མཚན་ཡིན་པ་རེད། ད་ང་རང་ཚོ་མི་ལུས་སོ་ཡ་དེ་ཐོབ་དཀའ་ལས་ཁག་པོ་ཡིན་དུས་ཙང་ནས་ད་དེ་འདྲའི་གི་མི་ལུས་ཐོབ་པ་དེ་བེད་སྤྱོད་ཡག་པོ་གཏང་དགོས་བསམ་པའི་བསམ་བློ་ཅིག་ངེས་པར་དུ་དགོས་རེད་དེ་མ་གཏོགས་ཅིག་གི་ད་ཆོས་མ་བྱས་ན་དེ་ནི་དཀའ་ངལ་ཆུང་ཆུང་ཅིག་ལ་བརྟེན་ནས་དེ་བསྡད་ཀི་རྒྱུ་མཚན་གི་མི་ཚེ་ཁོ་རང་མེད་པ་བཟུང་ངེས་དེ་འདྲའི་དུ་བ་དེ་ཡིན་དུས་ཙང་ནས་ཨ་ནི་ཆོས་ཤེས་པ་ཡིན་ན་ཞེ་དྲག་གི་ཕན་ཐོག་ཆེན་པོ་ཡོད་རེད་ང་རང་ཚོ་མི་ལ་ད་ག་རེ་ཟེར་བ་ཡིན། ཡག་པོ་གཅིག་ཡོད་རེད་དེ་ག་རེ་རེད་ཟེར་ལབ་པ་ཡིན་ན་སེམས་དེ་ནི་ངན་པ་ནས་བཟང་པོ་ལ་འགྱུར་ཡ་དེ་ད་མི་གི་ཡོན་ཏན་གཅིག་རེད་དེ་ཡོད་རེད་ང་རང་ཚོ་སེམས་ངན་པ་དཔེར་ན་ད་ལྟ་བསམ་བློ་དུག་ཆག་ཅིག་འཁོར་བ་ཡིན་ན་སྐད་ཅིག་ཉིད་ལ་བསམ་བློ་ཡག་པོ་ཅིག་བཏང་བ་ཡིན་ན་ཡང་ལམ་སང་དེ་ཕར་བསྒྱུར་ནས་ཡག་པོ་ཆག་གི་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་ཆོས་ཡིན་ཤེས་པ་ཡིན་ན་བསམ་བློ་ངན་པ་ཅིག་འཁོར་བ་ཡིན་ན་ཨ་ཙི་འདི་ཡག་པོ་མ་རེད།

ཡིན་ན་ཡང་དེ་ཙམ་གྱིས་དེ་ནི་ཆོས་ནང་དུ་སོང་བ་ནང་བཞིན་གྱི་ཕན་ཐོགས་དེ་འདྲ་ཡོང་དཀའ་ལས་ཁག་པོ་ཡིན་པར་དེ་འདྲ་ཡིན་ཚུལ་ཚང་ནས་ནམ་ཞག་དུས་རྒྱུན་དུ་ནས་ཀུན་སློང་ཡག་པོ་བཅངས་རྒྱུ་དང་སེམས་བཟང་པོ་བཅངས་རྒྱུ་དེ་དཔེ་མ་སྲིད་པའི་གལ་ཆེན་པོ། སེམས་བཟང་པོ་དེ་བཅངས་པ་ཡིན་ན་ད་ང་རང་ཚོ་ནང་པ་སངས་རྒྱས་པ་ཡིན་དུས་ཙང་ནས་ད་ནི་ཉུང་མཐའ་ལ་དག་རྒྱ་ཆེན་པོ་ཅིག་བྱས་མ་ཐུབ་པ་ཡིན་ན་ཡང་ངས་མི་གཞན་ལ་ཕན་བཏགས་མ་ཐུབ་ན་གནོད་པ་ནང་ནས་བྱེད་ཀྱི་མིན་བསམ་པའི་བསམ་བློ་གཅིག་ད་ངེས་པར་དུ་དགོས་རེད་ང་རང་ཚོ་ནང་པ་སངས་རྒྱས་པ་ཡིན་དུས་ཙང་ནས

བསམ་བློ་ཡག་པོ་བཏང་ནས་བྱེད་དགོས་ཡ་གལ་ཆེན་པོ་ཞེ་དྲག་རེད་དེའི་ནང་ནས་དེ་མོ་སོ་སོ་གི་ཕ་མ་གཉིས་ལ་ཡང་གུས་ཞབས་བཀུར་བསྟི་བྱེད་དགོས་དེ་ཞེ་དྲག་གི་གལ་ཆེན་པོ་རེད་ཕ་མ་གཉིས་ཟེར་ཡ་དེ་དག་ང་རང་ཚོ་ལ་བླང་དོར་གི་གནས་དང་པོ་སྟོན་མཁན་དེ་ཕ་མ་གཉིས་ཡིན་པ་རེད་དགེ་བའི་བཤེས་གཉེན་དང་པོ་དེ་དེ་ཡིན་དུས་ཙང་ནས་ཕ་མ་ལ་ཡང་བཀུར་བསྟི་གུས་ཞབས་བྱེད་ཕ་མའི་སྐད་ཆ་དེ་ཚོ་སེམས་ལ་བཞག་ནས་ལག་ལེན་བསྟར་དགོས་ཡ་ཞེ་དྲག་གི་གལ་ཆེན་པོ། ཕ་མ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་སོ་སོ་ལ་ག་དུས་ཡིན་ནའི་ནམ་ཡང་སྡུག་ཅག་ཅིག་ཡོང་བ་ཅིག་བསམ་བློ་རྩ་བ་ནས་བཏང་གི་མ་རེད་གནས་སྐབས་བཀའ་བཀྱོན་བཏང་བ་ཡིན་ན་ཡང་མཐར་ཐུག་ཕན་ཡས་ཀྱི་ཆེད་དུ་ལབ་ཀྱི་ཡོད་རེད་མ་གཏོགས་ཅིག་གིས་སེམས་མ་དགའ་བ་བྱས་ནས་རྩ་བ་ནས་བཀའ་བཀྱོན་བཏང་གི་ཡོད་མ་རེད་དེ་འདྲ་ཡིན་དུས་ཚང་ནས་ཕ་མས་ག་རེ་བཤད་པ་ཡིན་ན་དེ་ལ་ཕར་ལན་སློག་ཨེ་ད་ཕར་བཞག་ནས་སོ་སོ་གི་ཕ་དེ་ལ་བར་ངོ་སྤྲོད་བྱུང་བ་ཡིན་ན་ཕ་མ་ལ་གོང་བརྡ་ཞུས་ནས་སོ་སོའི་ཕ་མའི་བཀའ་ཇི་བཞིན་དུ་གྲུབ་པ་ཡིན་ན་སོ་སོ་ལ་ཡིན་ན་ལམ་འགྲོ་རྒྱུག་པ་སོ་སོ་དགའ་བ་ཕྱིན་པ་ཡིན་ན་སྐྱིད་པོ།

སྔར་རྗེས་ཀྱི་སྡིག་པ་རྣམས་འགྱོད་སེམས་དྲག་པོའི་སྒོ་ནས་བཤགས་པ་བྱས་པ་དེ་ལ་ཟེར་གྱི་ཡོད་རེད། འགྲོ་བའི་གེགས་ལ་བྱས་ཡིན་རང་ཟེར་ན་ནི་ཡན་ལག་གཉིས་པ་དེ་ནི། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་ནི་གེགས་བ་བྱས་པ་དེ་ལ་སོ་སོ་གྱི་དགའ་བའི་བྱས་སུ་ཡི་རང་བ་བརྗོད་པ་ཡིན་པ་རེད། དེ་ནི་སངས་རྒྱས་ཆོས་དང། སངས་རྒྱས་བྱང་ཆུབ་ཡིད་ཀྱིས་ཟུང་ཞེས་པ་འདི་གའི་ནི་ཡན་ལག་བདུན་གྱི་ནང་ནས་ནི་གསུམ་པ་དེ་དོན་དམ་བྱང་ཆུབ་ཀྱི་སེམས་བཟུང་བའི་ཡན་ལག་དེ་ཡིན་པ་རེད།

དེ་ནས་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བསྐྱེད་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་ཆོས་འབྱུང་ཡིད་འོང་ཅེས་པ་འདི་ཞེས་པ་ཚིག་རྐང་གསུམ་འདི་གི་འཇུག་པ་སེམས་བསྐྱེད་པའི་ཡན་ལག་ཡིན་པ་རེད། ཡན་ལག་བདུན་གྱི་ནང་ནས་དྲུག་པ་དེ་རེད། དེ་གི་ད་ངས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་པོ་འདུག་དེ་འདྲའི་གི་གོ་འཕང་དེ་ཡང་དུས་མེད་སྐྱེ་མེད་ལ་ཐོབ་ཀྱི་མེད་པ་ཡིན་དུས་རྩ་ནས་དུས་དེང་གི་གཙོ་བོ་ས་མ་རྡོ་རྗེ་ཐེག་པའི་ཆོས་ཉམས་སུ་བླངས་ནས་དེ་ནི་ངས།